ད་ཕྱོགས་གཅིག་ན་ད་དུ་སངས་རྒྱས་ཀྱི་བསྟན་པ་དེ་དཔལ་རྒྱས་འདེབས་པར་འགྲོ་བ་དར་འདེབས་པར་འགྲོ་བ་ག་བ་ག་ས་ལ་དེ་ནི་ཆོས་ཚོགས་ཟེར་མཁན་འདྲ་བོ་དང་དེ་ནང་བཞིན་གྱི་དེ་ནི་ད་ཆོས་ལ་དོགས་སྣང་བྱེད་མཁན་འཛམ་བུ་གླིང་ཤར་ལྷོ་ནུབ་བྱང་ན་དཔལ་མང་པོ་ཡོད་བསྡད་པ་འདྲ་བོ་ཅིག་ཡོད་བ་རེད་དེ། ང་ནི་དེ་ནི་དེ་ཚེ་ཀླད་པ་རྙིང་པ་འདྲ་བོ་ཡིན་ན་ཡང་ཧ་མི་གོ། གང་ལྟར་ཡང་དེ་ལ་ཞེ་དྲག་གི་ཧ་ལས་ཀྱི་མི་འདུག། དེ་ལ་བསྟན་ཡས་ཚེ་གཞན་སྣང་དུ། ག་རེ་རེད་ཟེར་ན། དེ་ནི་སངས་རྒྱས་ཀྱི་བསྟན་པ་ཡང་དག་པ་སྟེ། ཚེ་སོ་སོར་དམ་པ་ཡིན་ན་སྡོམ་པ་དགོས་པ་རེད། ནང་བྱང་ཆུབ་སེམས་དཔའ་ཡིན་ན་ལྷག་པ་དགོས་པ་རེད། གསང་བ་སྔགས་ཡིན་ན་དམ་ཚིག་དགོས་བ་རེད། དེ་ཚོ་གང་ག་དེ་ཚུལ་བཞིན་དུ་དགོས་ཀྱི་རེད་མ་གཏོགས་ཀྱི། དེ་ནི། དུས་ལ་ཁག་གི་བཙུན་པས་ར་བཟི་ཟེར་མཁན་འདྲ་བོ། དེ་འདྲའི་རྒྱུར་སོང་ན། དེ་ནི་བསྟན་པ་ཉམས་དུ་འགྲོ་བ་རེད། ད་དེ་སྔ་སངས་རྒྱས་ཀྱི་གསུང་བྱས་པའི་དེ་ཆོས་ང་རང་ཚོའི་རྒྱུད་པ་གི་ཆོས་ཡང་དག་པ་མིན་ཚོ། ད་འདི་འདྲའི་རང་དངོས་ཚུལ་ནས་བཤད་ན་ད་དེང་སང་གི་མིག་གི་རྣ་བ་ལ་ཞེ་དྲག་འགྲོ་ས་མ་རེད། ད་དེང་སང་གི་མིག་གི་རྣ་བ་ལ་འགྲོ་བ་ལ་ཟེར་དུས་ད་འདིའི་ཕག་པོ་འདི་འདྲའི་ཀྱི་ཚུལ་སྦྱར་འདི་ན་ལ་དེའི་ཚིག་གི་ཟུར་བརྗོད་ཅིག་དགོས། ཨེ་ན་ལས་ཡང་དེའི་ཚེ་སྤྲོ་སྐྱིད་ཡི་དྭགས་ཨེ་ན་ལས་ཡང་འདི་འདྲོ་ད་ད་ཞིག་ལ་བཤད་ན་འདི་ནི་དད་པ་ཟིན་མཁན་འདྲ་བོ་ཨོ་དེ་ནང་བཞིན་གྱི་ད་མོས་གུས་ཟིན་མཁན་འདྲ་བོ་ཨོ་དེ་ནང་བཞིན་གྱི་འདི་ནི་ད་ཉམས་ལེན་ཟིན་མཁན་འདྲ་བོ་ད་དེ་ཚོ་ཞིག་ད་ཞིག་ད་ད་ཅི་མི་འདུག་ཨ་ད་ཅི་ཕ་གཉན་པོ་རིང་པོ་འདྲ་བོ། དེ་ནི་ཅི། ད་ཚང་མ་གི་ཨ་མཆོག་ལ་འགྲོ་བ་འདྲ་པོ་སྟབས་བདེ་པོ་འདྲ་པོ། ད་དེ་འདྲའི་རྗེས་བཟོས་བཞག་ན་དེ་ནི་བསྟན་པ་རྒྱས་འགྲོ་ས་རེད་ཡིན་དེ་འདྲའི་སེམས་ལ་ང་ཚོ་གི་བསམ་སྲིད་ཀྱི་རེད། ཁྱེད་རང་ཚོ་ཡིན་ན་ཡང་མ་འོངས་པར་སངས་རྒྱས་བསྟན་པ་འཛིན་དགོས་ཀྱི་རེད། མི་རེ་རེ་ཀྱི་འདོད་ལ་སངས་རྒྱས་ཀྱི་བསྟན་པ་འཛིན་དགོས་ཀྱི་རེད། ང་རང་ཡིན་ན་ཡང་བསྟན་པ་འཛིན་པའི་གི་སྐྱེས་བུ་གཅིག་ཆེན་པོ་གཅིག་གི་མཚན་འཁུར་དེ་ཡོད་རེད། དེ་འདྲ་ཡིན་དུས་ག་ཚོད་ང་ཚོས་དེ་འདྲས་ལ་གཟབ་གཟབ་མ་བྱས་ན། དེ་འདྲས་ཀྱི་སྣང་བ་འཁྲུལ་སོང་ན། དེ་ནི་ང་ཚོ་གི་ལས་ཀ་གཅིག་བྱས་ཉེས་བྱས་ནས། དེ་ནི་དེ་ལ་བརྟེན་ནས་སངས་རྒྱས་ཀྱི་བསྟན་པ་དེ་ལོ་འབུམ་ཕྲག་མང་པོ་ཁྲི་ཕྲག་མང་པོ་ལ་དེ་ནི་བསྟན་པའི་གི་གནས་ཚད་དེ་མ་ཁྲི་སོང་ན་དེ་ནི་དཔེ་བསགས་ཡོད་རེད། ཁ་ཚང་ལོ་ལྔ་སྟོང་ཟེར་ནས་གསུངས་སོང། ལོ་ཨ་སྟོང་ཟེར་དུས་ག་ཚོད་ལ་རིང་པོ་འདྲ་པོ་ཅིག་ལ་རེད་དེ། ཡིན་ན་ཡང་ང་རང་གིས་དེ་འདྲའི་བསམ་གྱི་མི་འདུག། ད་གསུང་རྒྱུ་ད་དེ་འདྲའི་གསུང་ཡོང་བ་རེད། དེ་ནས་ལོ་གཅིག་སྟོང་གསུངས་པ་ལ་ཡང་རྒྱུ་མཚན་ཡོད་བ་རེད་ཟེར་ནས་གསུངས་སོང། ལོ་གཉིས་སྟོང་གསུངས་བ་ལ་ཡང་རྒྱུ་མཚན་ཡོད་བ་རེད་ཟེར་ནས་གསུངས་སོང། དེ་ཡིན་དུ་ལོ་ལྔ་སྟོང་གསུངས་པ་དེ་ལ་ཡང་རྒྱུ་མཚན་ཡོད་དགོས་ཀྱི་རེད། ད་ང་གིས་བསམ་ན་ནི། སངས་རྒྱས་ཤཱཀྱ་ཐུབ་པའི་གི་བསྟན་པ་འདི། རྒྱ་ཚབ་བྱམས་པ་མགོན་པོ་དེ་ནས་སངས་མ་རྒྱས་ཀྱི་བར་དུ་ལ་གནས་དགོས་གི་རེད་བསམ་གྱི་འདུག་དེ་ནས་ལོ་ལྔ་སྟོང་དང་ལྔ་ཁྲི་དང་ལྔ་འབུམ་དང་ས་ཡ་ལྔ་དང་དེ་འདྲའི་སྐད་ཚིག་ཚད་ཀྱི་མ་རེད་ཡུན་རིང་པོ་རེད་དེ་འདྲའི་ཡིན་དུས་སྐབས་ཤིག་ལ་དེ་ནི་ང་ཚོའི་སྐད་ཚིག་ཅིག་བསྟན་པ་དེ་བསྟན་པ་ལ་ཕྲན་བུ་གཅིག་གིས་དེ་ནི་ད་ལྟ་འཐུས་ཤོར་ཕྱིན་པ་ཡིན་ན་དེ་ནི་མ་འོངས་པ་ལ་ལོ་འབུམ་ཕྲག་མང་པོ་ལ་དེ་ནི་བདེན་པའི་གནས་ཚད་ཐུང་དུ་བཏང་བ་དེ་འདྲའི་ཆགས་པ་ཡིན་ན་སོ་སོ་ཡིན་ན་ཡང་ཧ་ཅང་གི་དེ་ནི་ཚོང་ངན་བསགས་པ་རེད་སེམས་ཅན་ལ་ཡང་ཧ་ཅང་གི་དེ་ནི་གནོད་བྱེད་པ་རེད། སངས་རྒྱས་ཀྱི་བསྟན་པ་ལ་ཡང་དེ་ནི་ཞབས་འདེགས་མེད་པར་སངས་རྒྱས་ཀྱི་བསྟན་པ་ལ་རྨ་འབྱིན་པ་རེད་དེ་འདྲའི་ཡིན་དུས་སྐབས་སུ་ལ་དེ་ནི་དར་ཞིང་རྒྱས་དྲག་མོ་རྒྱུ་རེད་ཟེར་དུས་སྐབས་སུ་ལ་ང་ཞེ་དྲག་ཞེ་དྲག་ཅེས་ཧ་ལས་ཀྱི་མི་འདུག་ད་དོན་དག་སྙིང་པོ་དེ་གར་སྒུག་གི་ཡོད་རེད་ཟེར་ན་ད། དེ་ནི་ནང་པ་གསར་པ་ཅིག་ཡིན་ན་ལྟ་དེ་དཀོན་མཆོག་གསུམ་ན་དངོས་གནས་ཀྱི་ཡིད་ཆེས་པ་ཅིག་དང་དེ་ནི་ལྷའི་རྒྱུ་འབྲས་ལ་ཡིད་ཆེས་པ་ཅིག་དང་སྐྱེ་བ་སྔ་ཕྱི་ལ་ཡིད་ཆེས་པ་ཅིག་ལྟ་དེ་དགོས་ཀྱི་ཡོད། དེ་མ་བྱུང་པ་ཡིན་ན་དེ་ནི་ཡང་དག་པའི་ནང་པ་གི་ཆོས་རེད་ཐུབ་ཡོད་མ་རེད་ནང་པ་རེད་ཐུབ་ཡོད་མ་རེད། ཨོ། དེ་ཡིན་དུས་ད་ལྟ་ག་རེ་དམིགས་སྒོ་ག་རེ་ཡིན་ན་ཡང་ལོ་བརྒྱ་ཐམ་པ་ལ་དེ་ནས་ཁོ་རང་བསྡད་དེ། དེ་ནས་ད་དུས་ཀྱི་ནང་ནས་ལོ་ཉི་ཤུ་ཚར་གྱི་ནས་དེ་ནས་ནང་པ་བྱས་ནས་ད་ལོ་བརྒྱ་བཅུ་ཐམ་པ་ལ་དེ་ནས་མཚམས་བསྡད་བསྡད་པ་ཡིན་ན་ཡང། ཁོ་རང་གི་རྒྱུད་ལ་དཀོན་མཆོག་གསུམ་ལ་དད་པ་མེད། བྱང་ཆུབ་ཀྱི་སེམས་མེད། ལས་རྒྱུ་འབྲས་ལ་ཡིད་ཆེས་མེད། སྐྱེ་བ་སྔ་ཕྱི་ལ་ཡིད་ཆེས་མེད་ན་ནང་པ་རེད་ཡོད་མ་རེད། ད་མི་ཡག་པོ་དེ་འདྲ་ནི་རེད་ཟེར་གི་རེད། སེམས་པ་བརྟན་པོ་དེ་འདྲ་ནི་རེད་ཟེར་གི་རེད། མཁས་པ་དེ་འདྲ་ནི་རེད་ཟེར་གི་རེད། དེ་འདྲ་གསུང་དུས་སྐབས་སུ་ལ་སྤྱི་བཏང་གི་འཇིག་རྟེན་གྱི་སྤྱི་ཚོགས་ལ་ནི་ད་ཚེ་ད་ཚེ་འཕེལ་ཟེར་གི་རེད། ང་ད་དེ་ཚོ་གི་དེ་ནི་ད་ང་རང་ཚོ་དེ་ནི་འཇིག་རྟེན་གྱི་སྤྱི་ཚོགས་ལ་ཡང་ཕན་ཐོགས་དགོས་གི་རེད་དེ་དོན་དག་ངོ་མ་དེ་སངས་རྒྱས་ཀྱི་བསྟན་པ་དེ་ཡུན་རིང་དུ་གནས་པ་དར་ཞིང་རྒྱས་པ་སེམས་ཅན་ཐམས་ཅད་གནས་སྐབས་ངན་སོང་གི་སྡུག་བསྔལ་ལས་འདྲེན་པ། མཐར་ཐུག་འཁོར་བའི་སྡུག་བསྔལ་ལས་ཐར་བ་དེ་འདྲའི་གཅིག་གི་དོན་དུ་ལ་དེ་ནས་འགྲོ་དགོས་པ་རེད། དེ་འདྲའི་ཟོང་འདི་སྐབས་སུ་ལ་ཁྱེད་རང་ཚོ་ཚང་མ་གིས་དེ་ནས་བསམ་མནོ་དེ་འདྲ་གཏང་དགོས་པ་རེད། དེ་ག་རེ་བྱས་ནས་ངའི་ལབ་ཐུབ་ལབ་ང་ལ་དེ་ལབ་ཡག་གི་འགན་ག་རེ་བྱས་ནས་ཡོད་རེད་ཟེར་ན་དེ་ནི་ང་འདི་ན་བླ་མ་བྱས་ནས་བསྡད་ཡོད་བ་རེད་ཁྱེད་རང་ཚོ་སློབ་མ་བྱས་ནས་བསྡད་ཡོད་བ་རེད་དེ་ཡིན་དུས་སྐབས་སུ་ནི་བླ་མའི་བསམ་མནོ་ག་རེ་གཏང་གི་ཡོད་པ་དེ་སློབ་མས་གིས་ཤེས་དགོས་བ་རེད།

ད་ངས་ཁྱེད་རང་ཚོ་མགོ་ང་མགོ་སྐོར་ཉན་མ་རེད་ཟེར་དུས་ག་རེ་ལབ་རྒྱུ་ཡོད་ཟེར་ན། ཁྱེད་རང་ཚོ་གིས་དཔེ་ཆ་ལྟ་ན། ཉམས་ལེན་བྱེད་ན། ཆོ་ག་འདོན་ན། བསླབ་སྦྱོང་བྱེད་ན། ག་རེ་བྱེད་ན་ཡང། ཚར་རྗེས་བཅོམ་ལྡན་འདས་ཀྱི་བསྟན་པ་དེ་མ་འོངས་པ་ལ་རྒྱལ་བ་བྱམས་དཔལ་གྱི་བསྟན་པ་མ་ཤར་གྱི་བར་དུ་ལ་གནས་ཐུབ། དེ་འདྲའི་ཅིག་གི་དོན་དུ་ལ་འགྲོ་དངུལ་མ་ཅིག་དེ་ནི་དབུ་ཐོན་མུ་ཐོན་དང་པོ་རེད་ཐོན་མི་ཐོན་དེ་སོ་སོའི་གེ།